ཐུགས་རྗེ་ཀུན་ལ་སྙོམས་པ་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོ་སྡུག་བསྔལ་ཚེ་དུག་གསུམ་ནད་བསལ་སངས་རྒྱས་སྨན་གྱི་ལག་པས་འདུལ་ཡ་ཡི་ཡོད་ལ་ཕྱག་འཚལ་ལོ། ད་དང་ཐོག་འདི་ཕྱི་གཉིས་ཀྱི་སྐྱབས་གནས་དམ་པ་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་ཕུལ་ནས། ཨ་ནི་བརྙན་ཐུང་སེང་སེང་ནང་གི་མི་མང་ལྷན་རྒྱས་ཐམས་ཅད་ལ། སླར་ཡང་བཀྲ་ཤིས་བདེ་ལེགས་ཞུ། ད་དེ་རིང་གི་བརྙན་ཐུང་འདི་སྔས་མ་གི་སྙིང་རླུང་གི་བརྙན་ཐུང་འདི་མུ་མཐུད་ནས་ཡིན། ད་དེ་རིང་གི་བརྙན་ཐུང་འདི་ནང་ལ་གཙོ་བོ་དེ་ནི་མི་སུ་ཞིག་ཡིན་ན་གང་ཟག་སུ་རུང་ཞིག་ལ་སྙིང་རླུང་གི་ན་ཚ་དེ་བྱུང་བ་ཡིན་ན། དེ་ག་འདྲས་ཧ་གོ་གི་རེད། ངོས་འཛིན་ག་འདྲས་ཐུབ་ཀྱི་རེད། དེ་ངོས་འཛིན་ཐུབ་པ་བྱས་པ་ལ་ལྟ་དེ། ཐབས་ཤེས་བཟང་ཤོས་དེ་ནད་རྟགས་དེ་རེད་ནད་རྟགས་འདི་འདྲ་གི་ནད་རྟགས་འདི་འདི་ཡོད་པ་ཡིན་ན་ཨན་ཏེ་སྙིང་རླུང་རེད་ཟེར་གི་ད་འདིའི་གནས་ཚུལ་འདི་ཤེས་རྟོགས་བྱུང་པ་ཡིན་ན། ཨན་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི་ནད་དེ་ངོས་འཛིན་ཐུབ་པ་ཡིན་ན། ཨ་ནི། སྐབས་རེ་ཡང་ཅིག་ནད་པ་དེ་ཚོ་ཡང་ལམ་སང་སྨན་ཁང་མེད་བ་དང་སྨན་པ་མེད་བ་དང།

ནད་རྟགས་དེ་གཙོ་བོ་དེ་ནད་རྟགས་དེ་གཅིག་ག་ཚོད་རེད། ནད་རྟགས་ཐོན་ས་དེ་ངོ་བོ་གཙོ་བོ་འདྲ་བོ་གཉིས་དོར་ཐོན་གྱི་རེད། གཅིག་དེ་གང་རེད་ཟེར་ན། སྙིང་རླུང་ཟད་དེ་སེམས་ཀྱི་ན་ཚ་རེད་ད་སེམས་ཀྱི་ན་ཚ་སེམས་ཀྱི་ནད། ད་སེམས་ཀྱི་ནད་ཀྱི་དེ་རྩ་བའི་གི་ཐུག་ས་དེ་ནི་རང་ཉིད་ཀྱི་སེམས་སོང་ཙང། ན་ཚ་མི་སོ་གོ་སོ་སོང་ཚང་མ་དེ་རང་ཉིད་ཀྱི

སེམས་འཁྲུགས་པ་དང། སེམས་འཁྲུགས་པ་ལ་བརྟེན་ནས་རླུང་འཁྲུགས་རླུང་འཁྲུགས་པ་ལ་བརྟེན་ནས་ནི། རླུང་གི་བྱེད་ལས་ཁྲག་དང་ཆུ་སེར་གྱི་རྒྱུ་བ་ལ་གནོད་པོ་བཏང་ནས་དེ་འདྲའི་རྐྱེན་བྱས་ནས་ནི། ནད་རྟགས་ཁ་ཤས་གཟུགས་པོའི་ཐོག་ལ་ཡང་ཐོན་ཡ་དེ་ལྟར་དུག་བྱས་ནས་རིམ་པ་འདྲ་གཉིས་བྱས། ད་ནད་རྟགས་དེ་སྡེ་ཚན་འདྲ་བོ་དེ་བྱས་པས་ན་ངས་ད་འདི་བལྟས་ན་ནད་རྟགས་དེ། སྤྱིར་བཏང་སྙིང་རླུང་གི་ནད་རྟགས་ཞེས་ལྟ་ཅི་གི་ཡོངས་གྲགས་ཀྱི་སྙིང་རླུང་གི་སྔོན་འགྲོའི་ནད་རྟགས་དྲུག་ཅུ་ག་རེ་ཐོན་གི་རེད་དང་པོ་དེ་ལ་ག་རེ་ཚོར་གི་རེད་ཞེས་གཅིག་བྱས། གཉིས་པ་དེ་ནད་རྟགས་འབྲིང་དྲག་བོ་ཞེས་ལྟ་འབྲིང་དྲག་བོ་ཅི་གི་ནད་རྟགས་དེ་ལ་བལྟས། རྫ་དྲག་པོ་དེ་ཤུགས་ཆེ་ཐོན་པ་ན་ག་རེ་བྱེད་གི་རེད། ཨན་མཐའ་མ་དེ་ནད་རྟགས་ནད་རྟགས་ད་ཚབས་ཆེན་པོ་ལྟ་ཅི་དཀའ་ངལ་ཆེན་པོ་བྱུང་པ་ན་ནད་རྟགས་དེ་ག་རེ་ཡོང་གི་རེད་ཟེར་ད་འདི་འདྲའི་བྱེད་ཀྱི་དེ་ཚན་དབྱེ་བ་རོབ་གསུམ་བྱས་ནས་མ་རོབ་ཙམ་ཞུས་ན་བཟང་ད་སྤྱིར་བཏང་གི་ནད་རྟགས་དེ། ནད་རྟགས་ཀྱི་ཁ་ཚ་ན་ཚ་གི་རྟགས་གྲགས་དེ་མང་པོ་ཞེའུ་ཅི་ཡོད་རེད་རྒྱ་ཆེན་པོ་བཞིའུ་རེད་ཚང་མ་ཞུ་ཐུབ་ཡས་ཡོད་མ་རེད་ཡིན་ན་ངས་དེ་གང་ཅིག། ཐུབ་ཐུབ་ཅིག་དུས་ཚོད་ཐུང་ཐུང་ནང་ལ་རྡོག་རྡོག་ཅིག་ཞུས་བས་ན་ཨ་འདི་ཐ་ལ་ཕྲན་བུས་དེ་འདྲས་ཀྱི་ནད་རྟགས་བྱུང་པ་ཡིན་ན། ལམ་སང་སོ་སོས་ག་རེ་བྱས་འདུག་ཨ་ནི། སྨན་པ་བསྟེན་སྒུག་འདུག་ག་རེ་བསྟེན་ལམ་སང། མེ་དང་མ་སོ་ནས་ཆུང་ཆུང་ཆུང་ཆུང་ག་ནས་སད་ཐུབ་པ་ཡིན་ན། ཨ་ནི་སོ་སོ་ལ་དགེ་མཚན་ཡོང་གི་རེད་དེའི་སྨན་ཐོག་ཅིག་ཡང་ཨ་འུ་ཚོ་ཡིན་འགྲོ་ཨ་འུ་ཚོ་ཡིན་འགྲོ་ས་འདི་འདྲས་བཞག་བས་ན། ཨ་ནི།

ཐབས་ལམ་ག་རེ་ཡོད་ན་ཁོ་བཙལ་ནས་ནད་ཚ་ཆུང་ཆུང་འགའ་ནས་བཅོས་བས་ན་ཨ་ནི་དེ་ཕན་ཐོགས་ཡག་པོ་ཡོད་རེད་བསམ་དེང་ད་དགེ་བཙན་འདིའི་ཆེད་དུ་ངས་ད་འདི་དེ་ཞུ་གི་ཡོད། ད་ནད་རྟགས་དང་པོ་དེ་སེམས་དང་འབྲེལ་བ་ཡོད་པའི་ནད་རྟགས་དེ་དང་པོ་དེ་ག་རེ་བར་ཟེར་ན་སྤྱིར་བཏང་གི་ཡོངས་གྲགས་ཀྱི་ནད་རྟགས་འདྲ་བོ་དེ། ད་སྙིང་རླུང་ད་འདི་ངས་ལ་ག་ཚོད་གནས་ཚུལ་མདོར་བསྡུས་ཀྱིས་ཤོད་པ་ན་སྙིང་རླུང་གི་ན་ཚ་དེ་སྤྱིར་བཏང་དྲ་བོ་བྱས་པ་ཡིན་ན། ཕོག་ལས་ཀླ་ཀློས་དེ་མིག་གི་རང་བཞིན་ལ་ཁྱད་པ་ཞིག་འགྲོ་གི་འདུག་ད་ང་རང་ཚོ་བོད་པའི་སྨན་གཞུང་ནང་ལ་ཨ་ནི་རླུང་གི་རང་བཞིན་ཟས་སྦྱོར་བ། རླུང་གི་རང་བཞིན་ཟས་ཀྱི་མི་དེ་ཚོའི་གྲས་དེ་ཨ་ནི། གཅིག་སེམས་པ་ཆུང་ཆུང་ཉམས་ཆུང་ཆུང་བློ་སྒོ་མེ་ཏོག་གཅིག་འདུ་ཤེས་ཚོར་བ་རྣོ་བོ་དེ་འདྲ་གི་ཡོད་སྐྱོ་རིགས་དེ་ལ་སྙིང་རླུང་ན་ཚ་དེ་ད་ཅིག་ཁ་ཚོར་ན་ཡས་ཀྱི་ད་དེ་གོ་སྐབས་དང་མ་མཚོན་ཆད་ཡོད་རེད། ད་དེ་རླུང་གི་རང་བཞིན་ཟེར་ད་དེ་ནི་འཁྲི་བའི་རང་བཞིན་དེ་མེ་གི་རང་བཞིན་མཚོན་ད་མི་དེ་ཚོའི་གྲས་དེ་བློ་ཁོག་ཆེན་པོ་ཁོང་ཁྲོ་ཆེན་པོ་ངར་སྐད་ཆེན་པོ་མི་ཡ་མེད་ད་དེ་ཚོའི་གྲས་ལ་སྙིང་རླུང་ནག་རྩེད་དུ་ཡོང་གི་མ་རེད་ཞེ་དྲག་ཡོང་གི་མ་རེད་དེ་ཚོའི་གྲས་ལ་ཁྲག་རླུང་དང་སྲོག་རླུང་གི་ནག་རྩེད་དུ་མང་ཆེ་ཡོང་གི་རེད་ད་དེ་ཁྲི་བའི་རང་བཞིན་ཟེར། ད་བད་ཀན་གྱི་རང་བཞིན་གྱི་མི་དེ་ཚོ། མི་དེ་ཚོ་ལ་ཅིག་ཚོར་བ་འདུ་ཤེས་རྣོ་བོ་ཡོད་མ་རེད། མི་ཁོ་རང་བད་དེ་གང་ཟེར། བག་མའི་དགྲ་བོ་དེ་ལྷ་ངའི་ངའི་ནང་ལ་ཅིག་ག་རྫོགས་ཀྱི། དགའ་མདོག་ཁ་བོ་མེད་བ་སྡུག་མདོག་ཁ་བོ་མེད་བ་ཚོར་རོ་རྣོ་བོ་མེད་བ་སོང་ཙང། དེ་འདྲས་ཀྱི་རྐྱེན་བྱས་ནས་ནི་སེམས་ལ་ཕོག་ཐུག་དང་ལམ་སང་ཐོབ་རྒྱུ། ཕོག་ཐུག་མ་ཤོར་བ་དང་དེ་འདྲས་ཀྱི་རྐྱེན་བྱས་ནས་ནི་སྙིང་རླུང་ནག་རྩེ་དེ་བད་ཀན་གྱི་རང་བཞིན་ལ་ཡོང་ཡས་ཏེ་དཀོན་པ་རེད། སྤྱིར་བཏང་གི་སྙིང་རླུང་མེད་པའི་མི་དག་ཅིག་སུ་གང་ཡོང་སྲིད་ཀྱི་མ་རེད། ལྟར་ཅིག་ཡིན་ན་ད་ཁོ། ན་ཚ་དེ་རྫ་བྲག་ལོས་དང་ཤུགས་ཆེ་ཆུང་གི་སྐད་ཆ་བཤད་ཡོད་ན་རླུང་གི་རང་བཞིན་གྱི་མི་དེ་ཚོ་ལ་སྙིང་རླུང་གི་ན་ཚ་དེ་ཤུགས་ཆེ་ཕོག་གི་རེད་ཟེར། དེ་ཞོ་ཡན་སྤྱིར་བཏང་གི་མི་ཚང་མ་ལ་ཚོར་བ་འདུ་ཤེས། དགའ་བ་དང་མི་དགའ་བ་དང་སྐྱིད་པ་དང་མ་སྐྱིད་པའི་གི་འདུ་ཤེས་དེ་ཚང་མ་ལ་ཡོད་ཚ་བོ་ཞིག་གོ། གང་བྱས། སེམས་ལ་ནི། མ་སྐྱེས་པའི་བ་དང་དེ་འདྲའི་ཡོང་དུས་གང་ཆེ་སྙིང་རླུང་དང་བྲལ་བ་ཆགས་ཡོད་རེད་སྙིང་རླུང་མེད་པའི་མི་ཡོང་སྲིད་ཁོ་ན་མ་རེད་དེ་སྤྱིར་བཏང་ཡོངས་གྲགས་ཐོག་ནས་ཡིན། ད་ནད་རྟགས་དང་པོ་དེ་དག་སྤྱིར་བཏང་གི་ནད་རྟགས་འདྲ་བོ་དེ་ག་རེ་ཡོང་གི་རེད་ཟེར་བ་ཡིན་ན་སེམས་དང་འབྲེལ་བ་ཡོད་ཐོག་ནས། ནམ་རྒྱུན་དང་མ་འདྲ་བ་ཅིག་རླུང་སྙིང་རླུང་གི་ནགས་ཚལ་དུ་གྲུབ་བྱུང་བ་ཡིན་ན།

ད་ལྟའི་ཞོ་གཅིག་སྐྱེན་པོ་དང་རྣོ་བོ་ཆགས་རེད། གནས་ཚུལ་ག་རེ་ཡིན་ན་ལམ་སང་གཅིག་སེམས་པ་སྐྱོ་ཆོག་ཆོག་རྔམ་དྲག་སྐྱེས་ཆོག་ཆོག་སེམས་ཁྲལ་སེམས་ཁྲལ་བྱེད་མཁན་སེམས་ཁྲལ་ཅན་ཆགས་ཡས་དང་འོ་ད་དེ་འདྲས་ཀྱི་མི་གི་ཁ་ཚ་དེ་གཅིག་འཚོ་བ་སྙོམས་པོ་བྱས་ནས་དགའ་ན་དགའ་ཆོག་ཆོག་སྐྱིད་ན་ཁ་ཚ་སྡུག་ན་སྡུག་ཆོག་ཆོག་འོ་ད་དེ་འདྲས་ཀྱི་སྤྱིར་བཏང་གི་མི་གི་ཆོས་ཉིད་དེ་སྙིང་རླུང་གི་མི་གི་ཆོས་ཉིད་དེ་ལ་འོ་དེ་ཡོད་རེད་ད་གཅིག་ད་དེ་ནས་སྤྱིར་བཏང་གི་སྙིང་རླུང་གི་མི་གཡོ་བ་དེ་འདུ་ཤེས་དང་ཚོར་བ་རྣོ་བོས་ཀྱི་རྐྱེན་བྱས་ནས་ཨ་ནི་སྡུག་བསྔལ་ཐམས་ཅད་གློ་བུར་དུ་བས་ཏེ་ཤུགས་ཆེན་པོ་ཚོར། དེ་འདྲའི་ཚོར་བ་ལ་བརྟེན་ནས་ཨ་ནི་སེམས་ནང་ལ་ཞེད་སྣང་སྐྱེས་དང་ཡང་རྔམ་སྐྲག་སྐྱེས་དང་ཨ་ནི་འཇིགས་སྐྲག་སྐྱེས་དང། འོ་ད་དེ་འདྲས་བྱས་ནས་གང་ཅིའི་སེམས་པ་ཕབས་སོ་བབས་ཕབས་ནས་བསྡད་མ་ཐུབ་བ་ཅིག་སེམས་པ་ཡ་ང་ཡོ་ངས་ཀྱི་ཆགས་སྒྲོལ་ཡི་ད་ད་དེ་ཚོའི་ཐད་དེ་སྤྱིར་བཏང་གི་ཡང་ནས་ད་ཅིག་རེད་ད་དེ་ནས། དེ་ལས་ད་ལྟ་ཅིག་ད་དྲག་ཏུ་དུ་བླངས་པ་ཨ་ནི་བསམ་བློའི་གོ་ད་ཅིག་ཡོད་རོགས་ད་གང་ཚེ་བསམ་བློ་བཏང་སྟངས་དང་བསམ་བློ་འཁོར་སྟངས་དེ་ཚོ་ཨ་ནི་དཀའ་ངལ་དང་སྡུག་བསྔལ་དང་ཅིག་སོ་སོའི་གི་དོན་དག་མ་གྲུབ་པ་དང་ཡང་མེད་ན་ཅིག་ཕོག་ཐུག་ཤོར་བའི་གནས་ཚུལ་ག་རེ་ཆགས་ཡོད་ན་བསམ་བློའི་གི་ནུས་པ་དེ་བློ་གཅིག་ཏུ་དེའི་སྒང་ལ་ཕྱིན་ཕྱིན་ནས་ཨ་ནི་དཔེ་ཚོ་བསམ་བློ་དེ། དཀའ་ངལ་ཡིན་ན་རེད་སྡུག་བསྔལ་ཡིན་ན་རེད་ཁོ་རང་རྐྱང་རྐྱང་གི་བསམ་ནས་བློ་རྩེ་གཅིག་མོ་དུ་ཆད་ནས་ཨ་དེ་འདྲའི་རྐྱེན་ནི་ཡང་ཅིག་སེམས་པའི་ནང་ལ་མ་སྐྱེས་པ་དང་ཞེ་སྣང་དང་ཁོང་ཁྲོ་དང་ངར་སྐད་དང་དེ་འདྲའི་ཆགས་རེད་ད་དེ་འདི་རེད་ག་ཚོད་རེད་ཨ་ནི་དེ་ད་དེ་ནས་སེམས་པ་དེ་ཧ་ང་ཧེ་ང་ཡིན་ནི་བས་བློ་བག་དང་མ་བག་བཅས་སེམས་བསམ་བློ་འདྲ་མ་འདྲ་འཁོར་ནས་ཨ་ནི་བས་དེ་ག་ཚོད་ད་ཅིག།

ཚོར་བ་དེ་ཚོ་བས་ཏེ་རྣོ་དག་རུ་ཆོད་ནས་ནི་གནས་ཚུལ་ཆུང་ཆུང་དེ་ཚོ་ལ་ཡང་ནི་བས་རྒྱ་ཆེན་པོ་མཐོང་ཡས་དང་ཚོར་བ་ཆེན་པོ་ཆགས་ཡས་དང། འདི་འདྲའི་རྐྱེན་ནི་སོ་སོ་རང་ཉིད་མ་སྐྱེས་བ་ཆེ་ནས་ནི་རྔམ་སྐྲག། ད་དེ་འདྲའི་རྐྱེན་ཆེ་ནས་ནི་གང་བྱེད། སེམས་ནང་ལས་སྡུག་བསྔལ་མང་པོ་ཅིག་སྤྲད་ཀྱི་རེད་ཟེར་ལྟ་ཅིག་འདི་ཤོད་བྱས། ཨ་ནི་ད།

གི་སྐྱག་དལ་བའི་མི་དེ་ཚོ་ཡིན་ན་ཨ་ནི་སོ་སོའི་བསམ་བློ་རང་དབང་ཁྱོན་མེད་པའི་རླུང་གིས་པའི་བྱེད་ལས་ག་བ་ཆེན་པོ་ནི་ཁོ་ནང་བཞིན་གྱི་ཁོའི་ཕྱོགས་སུ་འགྱུར་འགྲོ་བ་དེ་ལ་ནང་བཞིན་བྱས་ནས་ང་ཚོའི་སེམས་ཀྱི་ཚོར་བ་དེ་དྭངས་ན་ཤི་ཚ་གི་རེད་ཨ་ག་རོ་ནས་ད་དེ་འདྲའི་སྐྱག་ཆེད་དུ་ཆེད་དུ་སྤྲོ་ནས་ཨ་ནི་བེད་སྤྱད་རང་སེམས་རང་གིས་རང་གིས་གནས་མ་བཏུལ་བ་བྱེད་རང་སེམས་རང་སེམས་རང་གིས་རྡུལ་མ་བཏུལ་བ་བྱེད།

རྒྱུ་དང་རྐྱེན་གཅིག་ལ་བརྟེན་ནས་རླུང་འཁྲུགས་པ་ལ་བརྟེན་ནས་ནི། བསམ་བློས་ཀྱི་བྱེད་ལས་ལ་ནུས་བ་མེད་པ་ཆགས་འགྲོ་གི། དབང་རྒྱུ་དང་ཡང་མེད་པ་ཆགས་འགྲོ་གི། དེ་སོང་ད་ལྟ་དེ་ཚོའི་གྲས་དེ་ངས་དཔེ་མཚོན་འགྲམ་གྱི་རོབ་ཏུ་བཞུགས་པ་ཡིན། ད་དེ་ནས་སྡུག་ཤོས་དེ་ག་རེད་ཟེར་ན་ཨ་ནི། རླུང་གི་དཔེ་སྟེ་སྙིང་རླུང་གི་ཤ་འུར་ཅིག་འཁྲུགས་ཕྱིན་པ་ཡིན་ན་ཨ་ནི་དཔེ་དེ་སེམས་པའི་ནང་ལ་ཞེད་སྣང་རྔམ་སྐྲང་སྐྱོ་སྣང་ངན་ཚ་ལི་ངན་ཨ་ནི་དེ་ག་དུས་ན་དོགས་པ་དང་རྣམ་རྟོག་གང་ལ་བསྒྱུར་དུ་བཏང་པ་ཨ་ནི་བསམ་བློ་དཔེ་ཤ་འུར་ཅིག་འཁྲུགས་ཡོད་དུ་བཏང་པ་ག་རེ་ཞིག་གོ་ཟེར་ན།

རྒྱུ་མཚན་གཅིག་དེ་ཡིན། ད་ཁ་ཅིག་དེ་ཡོད་རེད་ད་ཡང་རླུང་ཟད་པ་ཟེར་ང་ཚོས་འདི་རླུང་ཟད་པ་ཟེར་ཏེ་ག་ཟེར་ན། སེམས་ཀྱི་ནུས་པ་མ་ཆགས་པ་དང་སེམས་སེམས་ཀྱི་ནུས་པ་ཟད་པ་དེ་ལ་ཨ་ནི་རླུང་ཟད་པ་ཟེར་བ་རེད་ད་དེ་སེམས་སེམས་ཀྱི་ནུས་པ་ཟད་པ་ཟེར་ན་ག་ཟེར་ན། རྒྱུ་རྐྱེན་འདྲ་མིན་གྱི་ཐོག་ནས་ཨ་ནི་སོ་སོ་གིས་ད་ཅིག།

ཚོང་ཡིན་ན་ཧ། ཚོང། ཚོང་ལ་སྐྱོན་ཤོར་བ་ཧ་ལོ་བ། ལས་ཀ་ཡིན་ན་ཅིག་ཆ་ཤིང་མ་བརྟན་པ་ད་དེ་འདྲས་ཀྱི་གནས་ཚུལ་མང་པོ་ཅིག་སེམས་ལ་ཕོག་ཐུག་ཤོར་བ་དང་ཨན་དེ་འདྲས་ཀྱི་རྒྱུ་མཚན་བརྟེན་ནས་ཨན་སེམས་ནང་ལ་ཨན་ཞེན་ལོག་དང། ཨན་ཞེན་པ་ལོག་འདྲས་ཏེ་མི་དགའ་བ་གི་ཨན་དེ་འདྲས་ཀྱི་ད་ད་ཅིག་ཆ་ཡིན་དུ་ད་པ་ཨན་ནས་བལ་ཏེ་ད་སེམས་ཤུགས་མ་སེམས་པ་ཞུམ་འགྲོ་ཨན་དེ་སེམས་པ་སེམས་ཤུགས་ཆག་འགྲོ་ད་དེ་ཚོའི་གྲས་དེ་ནས་ད་ཅིག་རེད་ད་དེ་ཚོའི་གྲས་དེ་ཡིན་ན། པས་ཏེ་བུ་སོ་ཐོག་དང་མ་ཐོག་སྟོན་ནས་དེ་ནི་ད་སྡུག་བསྔལ་ཐམས་ཅད་མ་ཏུ་མཐོང་ཡས་མས་བ་ཅིག་སྟེ་སོ་སོའི་བ་ག་འདི་ལྟར་རྒྱུ་མཚན་ག་རེ་ཐོག་ནས་དེའི་སོ་སོ་ལས་ཅིག་སེམས་ཤུགས་ཆག་གོ་ཆག་གི་ཡིན་ནའི་རེད་པས་ན་ཕ་མ་ཁ་ཤས་པེ་རེ་ཤོ་ན་ཕ་མ་ཁ་ཤས་ལས་ནི་བི་དེ་ཡོ་རེ་ཁ་སོ་རེ་ད depression སི་ག་ཕྱི་རྒྱལ་རེ་དེ་བེ་བོ་ཞི་བོ་ཅི་རེ་ད་མང་པོ་ཞི་བོ་ཅི་རེ་གང་སི་ན་ཕ་མས་གི་དང་པོ་པུ་གུ་དོན་ཚོ་སོ་སྐྱོང་ཆེད་རེ་བ་ཞི་བོ་ཅི་རྒྱབ་ཨ་ནི་ཅིག་མ་འོངས་པ་ལ་པུ་གུ་དོན་ཚོ་ལ་ཅིག།

ཕོག་ཐུག་ཤུགས་ཆེན་པོ་ཤོར་འདུག་པ་ནི་ཁ་ཤས་ཀྱིས་འདི་འདྲའི་ཐོག་ནས་ནི་རྦད་དེ་སེམས་ཤུགས་རྦད་དེ་མ་ཆག་ཨ་ནི་རྦད་དེ་འདི་འདྲའི་ཐོག་ནས་ཨ་ནི་རྦད་དེ་ཁ་ཚ་ད་འཇིག་རྟེན་ལ་སྐྱོ་བ་སྐྱོ་ཟེར་ད་བོད་པའི་སྐད་ལས་ན་ག་འདྲ་ད་དོན་དག་ཕལ་སྐད་བཤད་ན་གཞན་པ་ལོག་ནས་རྦད་དེ་ཨ་ནི་མི་དགའ་བ་ཆག་ད་དེ་ཚོའི་གྲས་དེ་ཨ་ནི་རྦད་དེ་སྦུབ་སུ་ལྟོགས་པོ་ཤོ་ཅིག་ཨ་ནི་མི་མཉམ་དུ་འབྲེལ་བ་མ་བྱེད་ཅིག་སྐད་ཆ་མ་བཤད་པ་ཅིག་ཚོ་ཚོ་གཅིག་པོ་བསྡད་བསྡད་དེ་ཨ་ནི་གད་མོ་ཕལ་ཆེར་ད་གད་མོ་ཞོ་གི་མ་རེད་དེ་ཚོའི་དེ་གད་མོ་ཞོ་ཡོད་མ་རེད་ཨ་ནི། སྐད་ཆ་བཤད་ལ་སྔགས་ཅིག་བཤད་ན་ཐུགས་ཀྱི་བཤད་གྲྭ་འོ་མ་འདུ་ཤེས་ལན་མ་བརྒྱ་བ་དེ་དང་སྤྱི་ཚོགས་ནང་ལ་འབྲེལ་བ་མ་བྱས་པ་ད་དེ་འདྲས་ཀྱི་དེ་ཚོ་བྲིས་ཏེ་ནད་བདག་དེ་ཚོ་བྲིས་ཏེ་དེ་གཏད་ཚུལ་ཚབས་ཆེན་པོ་རེད། ད་དེང་སང་འཛམ་བུ་གླིང་ནང་ལ Depression དང་དམིགས་བསལ་གྱི་ད་དེ་ནས་ཚུ་ད་ཕྱི་རྒྱལ་གྱི་རྒྱལ་ཁབ་མང་པོའི་ནང་ལ་ད Depression དེ་ད་དེང་སང་ཁོང་ཚོའི་དཔེ་དེ་ན་ཚ་དཀའ་ངལ་ཆེན་པོ་ཅིག་བརྩི་བ་རེད།

ཆོས་ཉིད་རེད་བ། ཆོས་ཉིད་ཐོག་ནས་འདི་འདྲའི་ཆག་གི་རེད་བ། དེ་མཚུངས་ད་ལྟ་ང་རང་ཚོ་བོད་རིགས་ཚོ་གཞོན་སྐྱེས་ཚོ་ཟབ་ཟབ་མ་བྱས་བས་ན། དོན་དག་ཕྱོགས་ཡོད་ལ་མེད་ལ་དེ་འདྲའི་ཆུང་ཆུང་གི་རྐྱེན་ཆ་ནས་ནི་སོ་སོའི་སེམས་པ་མ་སྐྱིད་བ་དང་ཅིག་སེམས་ཤུགས་ཆག་པ་དང་སེམས་པ་ཞུམ་པ་དང་བློ་ཁོག་མེད་བ་དང་དེ་འདྲའི་ཆག་བས་ན། Depression ཟེར་ནག་ཚ་དེ་ཡོང་གི་རེད་ད་ལྟ་དེ་ལ་རྐྱེན་མང་པོ་ཡོད་རེད་རྒྱུ་མཚན་མང་པོ་ཡོད་རེད། མ་འོངས་པར་ང Depression ཟེར་བའི་ཚིག་དེ་རང་གི་ཐོག་ནས་ང་གཅིག་དྲན་ཤེས་ཀྱིས་ཞུ་གི་ཡིན། རྒྱུ་མཚན་ག་རེ་ཐོག་ནས་ང་ཚོས Depression ཟེར་དེ་དག་ཅིག་སེམས་པ་ཞུམ་པ་དང་སེམས་པ་ངལ་བ་དང་སེམས་ཤུགས་ཆག་པ་དང་སེམས་པ་ངལ་བ་ཟེར་ན་དཔེ་ལྟར་ལུས་དང་སེམས་ཡིད་དཔེ་ཐང་ཆད་པ་ཟེར་བ་ཐང་ཆད་ན་སེམས་ཤུགས་ཆག་པ་ཟེར་བ་དང། དཔེ་ལྟར་སེམས་ཤུགས་ཆག་ནས་ཨ་ནི་རེ་བ་བརླག་ད་དེ་འདྲའི་གི་ཐོག་ནས་ཨ་ནི་ཡང་ན་ཚ་དེའི་ཆེད་ནས་ཨ་ནི་ཁ་ཤས་སེམས་བུ་སོ་དོག་པོ་ཆེ་མ་སྐྱེས་པ་ཆག་ཡ་རེད་བ་ད་དེ་ཚོའི་གྲས་དེ་དཔེ་མཚོན་རོབ་ཙམ་ཅིག་ད་གང་ཆད།

རླུང། སྙིང་རླུང་བྱུང་བ་ན་ནི་ལུས་ལ་ག་རེ་ཚོར་བ་ཚོར་གི་རེད་ཟེར་ཏེ། ད་ལུས་ལ་དང་པོ་དེ་གར་ཟེར་ན་སྙིང་རླུང་ཟེར་ཏེ་སྙིང་གི་གནས་སུ་རེད་བ། བྱས་ཙང་ད་ཚོར་བ་དང་པོ་དེ་ཚོར་ས་དེ་སྙིང་གི་གནས་སུ་ཚོར་གི་རེད་སྙིང་གི་གནས་ལ་ག་རེ་ཚོར་གི་རེད་ཟེར་ན། ཅིག་སེམས་པ་སྐྱོ་ཧ་ངེ་དེ་གི་ད་དེ་འདྲས་དང་ནི་སེམས་པ་ཚ་ལིང་ང་བྱས་ནས་རྔམ་དྲག་བྱས་ད་དེ་འདྲས་ཀྱི་ཚོར་བའི་རྒྱུ་མཚན་ལ་བརྟེན་ནས།

གཉིད་དུ་ཡིན་གཅིག་མིན་གཅིག་གལ་ཆེན་པོ་རེད་སྙན་ངག་ཅིག་ཞུས་པ་ཡིན་དེ་དགོངས་བཞེས་གནང་དགོས་འདུག་གཉིད་མ་བསྐུར་ན་སེམས་ལ་ངལ་གསོ་ཐེབས་ཀྱི་མ་རེད། དེ་སོང་ད་སེམས་ངལ་གསོ་གཉིད་མ་བསྐུར་བ་ནི་ཨ་ནི་བསམ་བློ་དེ་བཀག་མ་ཐུབ་བ་ཅིག་ཨ་ནི་དཔེ་ད་བསམ་བློ་མང་དུ་འཁྲུལ་འགྲོ་ཡ་ད་བསམ་བློ་འཁྲུག་འགྲོ་ཡ་དེ་འདྲ་ཆགས་འདུག་དེ་སོང་ཙང་གཉིད་དུ་ཡིན་གཅིག་མིན་གཅིག་དོ་སྣང་ཆེན་པོའི་ཐོག་ནས་གཉིད་དུ་སེམས་འགུག་འདུག་བྱེད་ཅིག་བྱས་ད་དེ་ནས་གཅིག་དེ་ག་རེ་བ་ཟེར་ན་སྙིང་རླུང་གི་ན་ཚ་ཡོད་རྒྱུ་མི་དེ་དེ་འདི།

སྤྱི་བཏང་གི་བུ་མོའི་རིགས་སུ་གྱུར་བ་དེ་འདུ་ཤེས་དང་ཚོར་བ་དེ་རྣོ་ཡོད་རེད་བུ་ལས་བུ་ལས་འདུ་ཤེས་དང་ཚོར་བ་རྣོ་བོ་བྱས་ཨ་ནི་ཅིག་དཀའ་ངལ་དང་སྡུག་བསྔལ་འདྲ་བོ་ཅིག་ག་རེ་ན་ལམ་སང་ཚོར་དེ་ཨ་ནི་ཚོར་བ་དེ་ཨ་ནི་ལམ་སང་ཅིག་སེམས་པ་མ་སྐྱིད་བ་ཆགས་ཡ་དང་དེ་བྱས་ནས་དེ་སོང་ད་ལྟ་དེ་ཚོའི་ཐད་དེ་ཅིག་ལམ་སང་ཅིག་སེམས་པ་སྐྱོ་ཆོག་ཆོག་ཞེད་ཆོག་ཆོག་རྔམ་དྲག་ཁྱེད་ཆོག་ཆོག་ཨ་ནི་ཅིག།

ཚོར་བ་རྣོ་དྲགས་པའི་ཁྱི། ད་གེ་དེ་ཨེ་ན་དེ་འདྲའི་ཁྱི་ནི་ཨ་ཅེ་མི་ལ་སྙིང་རྗེ་ཆེ་ཡ་དང་གཞན་ལ་ཞེན་ཕེམ་ཆེ་ལ་དེ་ཕན་ཐོགས་ཤིའོ་ཅོ་རེད་ད་བུ་དེ་ཚོ་ཡིན་ན་འདུ་ཤེས་དང་ཚོར་བ་རྣོ་བོ་ཡོག་མ་རེད། བུ་མོ་ནང་བཞིན་འདི་འདྲ་ཡོག་མ་རེད་དེ་སོང་ཙང་ཅེ་གེ་བུ་དང་བུ་དེ་ཚོ་ལ་མང་ཆེ་ཁྲག་རླུང་དང་སྲོག་རླུང་གི་ནད་དེ་ཤུགས་ཆེ་ཡོང་གི་རེད། ད་བུ་མོ་དེ་ཚོ་ག་སུ་རེད། འདུ་ཤེས་ཚོར་བ་རྣོ་དྲགས་པའི་གི་རྐྱེན་བྱས་ནས་དེ་འདྲའི་ནས་ཡང་སེམས་ལ་རྒྱུ་མཚན་འདྲ་མ་འདྲ་གི་ཐོག་ནས་ཕོག་ཐུག་ཤོར་བ་དང། ད་ཅིག་སོ་སོའི་གི་ཅིག། སེམས་ལ་མ་དྲན་པའི་གི་གནས་ཚུལ་དེ་འདྲའི་ཡོང་སྲིད་གི་མ་རེད་བསམ་པ་དེ་འདྲའི་ཡོང་བྱས་ནས་སྡུག་བསྔལ་འཕྲད་པ་དང་དཀའ་ངལ་འཕྲད་པ་དེ་འདྲའི་གི་རྐྱེན་བྱས་ནས་སྙིང་ལ་སྙིང་རླུང་ཕོག་ནས། ཁ་ཤས་སྙིང་རླུང་འཕར་བ་ལ་ཡོང་སྲིད་རེད་ཁ་སྙིང་རླུང་མ་ཟད་པ་ཐམས་ཅད་སེམས་ཤུགས་ཆག་པ depression ཟེར་དུ་བ།

སྐྱེས་མའི་ལོ་ལྔ་བཅུ་ཡས་མས་ལ་བདག་དྲག་ཆས་ཀྱི་དུས་ཚོད་ལེགས་རེད་དེ་སླེ་ཚ་བསླེ་བའི་སྐབས་ལ་སྐྱེས་མའི་མང་པོ་ཅིག་ལ་ཡང་འདི་རེད་བདག་དྲག་ཆས་བས་ཀྱི་ནད་རྟགས་ན་ཚ་དེ་འདྲ་ཡང་དམིགས་བསལ་ཡོང་གི་རེད་དེ་དཔེར་ན་གཟུགས་པོ་ལ་ལུས་དྲོད་འབར་བ་ཡོད་དོན་དག་མེད་པ་ཡོད་དཔེར་རླུང་ཚ་བོ་རྒྱ་བ་ནང་བཞུར་བུར་ཚ་བུར་རྒྱ་ཡ་དེ་འདྲས་ཨ་ནས་རྔུལ་ནག་མང་པོ་རྒྱ་ཡ་དང།

ཆུ་ཚན་ནས་མ་ཐོན་པ་འགྲངས་ཆེ་བལྟས་ཏེ་ཚང་མ་བལྟས་ཏེ་ངུས་ན་ཁང་བདེ་གི་འདུག་ཟེར་ནི་རེད་ཡོང་གི་འདུག་ད་དེ་ཕྱི་རྒྱལ་ལ་མང་པོ་ཞེ་བོ་ཅི་རེད་བོད་པའི་སྤྱི་ཚོགས་ནང་ལ་ཡོད་ད་ཡོད་ཀྱི་གཏན་སུ་མྱོང་མ་ཡོད་ཟེར་རེད་ད་དེ་རྒྱུ་མཚན་གཙོ་བོ་དེ་ང་རང་གི་ཉམས་མྱོང་ཐོག་ནས་བྱས་པ་ཡིན་ན། དུས་དང་རྣམ་པ་རྒྱུན་དུ་ལོ་གཞོན་གཞོན་དཀའ་ནི་རེད་ད་དེ་ཚོ་ལོ་བཅོ་ལྔ་བཅུ་དྲུག་བཅུ་བདུན་བཅོ་བརྒྱད་ནས་ལོ་ཉི་ཤུ་ཡན་གསུམ་ནང་ལ་རྒྱུན་དུ་བལྟས་ཏེ་སྙིང་རླུང་གི་གནོན་ཤུགས་ཤུགས་ཆེན་པོ་ཡོད་བ་དང།

ཕོ་རྟགས་ལ་སྐྱོན་མེད་སྐྱོག་གཟུགས་སྤོས་ཀྱི་ཆ་ནས་ཤུགས་ཆེན་པོ་ལོ་གཞོན་ཤོས་ཡིན་པ་ཡིན་ན་འདོད་ཆགས་བྱེད་མ་ཐུབ་རྒྱུ་མཚན་གཙོ་བོ་དེ་སེམས་ནང་ལ་སྡུག་བསྔལ་དང་རྔམ་སྐྲག་དང་སེམས་མ་སྐྱིད་པོ་དེ་འདྲ་ཡོད་པས་ན་ལུས་ཀྱི་བྱ་བའི་ཐོག་ནས་ཉམས་ཆག་ཤོར་གྱི་ཡོད་དམ། སེམས་དང་ལུས་ཀྱི་འབྲེལ་བའི་སྐོར་ནས་ངེས་མ་བརྗོད་བཤད་རྒྱག་ན་དེ་འདྲའི་རྐྱེན་བྱས་ནས་ཡང་ཁ་ཤས་ཆག་པ་བྱེད་མ་ཐུབ་དེ་འདྲ་ཡོང་གི་རེད་ད།

དེ་ཚོའི་གྲས་དེ་སྙིང་རླུང་དང་འབྲེལ་བ་ཡོད་པའི་ད་ནད་རྟགས་ཁག་ཅིག་རེ་ཟོས་ཅིག་དེ་བྱས། ད་དེ་ནས་ད་ཅིག་ཡོངས་གྲགས་ཀྱི་ཐོག་ནས་ད། ད་ལྟ་དེ་སྡེ་ཚན་ཁག་གཉིས་ཀྱི་ཞོལ་ཡིན་པ་རོབ་ཏུ་བཞག་ད་སྤྱིར་བཏང་གི་ཐོག་ནས། ད་སྙིང་རླུང་གི་ཡོ་སྐྱོར་མི་དེ་ཚོ་ལ་ད་ག་རེ་ཡོད་ཟེར་ན། ཨ་ནི་བློ་རྩེ་གཅིག་ཏུ་གནས་མ་ཐུབ་པར་སེམས་པ་ཧྱང་ཧྱང་ཡོང་གི་བསྡད་དུ་ཅིག་བྱས།

འགྲོ་དེང་ད་དེ་ཚོའི་གྲས་དུ་གཅིག་རེད་ཨ་ནི། ད་དེ་སྙིང་རླུང་གི་ཤུགས་ཆེན་པོ་བསྐྱག་ཡོང་དུས་བལྟམས་པ་ཨ་ནི། དེ་ཕྱིར་ད་བསམ་བློའི་གི་ནུས་པ་ལ་ཉམས་ཆག་ཞུ་ཐུབ་ཀྱི་རེད། གཅིག་ད་གཅིག་སློབ་སྦྱོང་སྦྱང་ཡས་ཡིན་ན་རེད་གཅིག་ལས་ཀ་ལ་དོ་སྣང་བྱས་ཡས་ན་དོ་སྣང་ཁྱོན་ནས་མེད་པ་དོ་སྣང་བརླག་བསྡད་ཀྱོག་ཨིན་ཇི་སྐད་ལ Concentration ལབ་དུ་ཨ། རིག་པ་དང་དུ་བློ་གཅིག་བློ་གཅིག་ཏུ་གནས་ནས་དེ་ཐོག་ལ་བསམ་བློ་བཏང་ཡས་ནས་སློབ་སྦྱོང་བྱས་ཡས་ན་རེ་ད་དེ་སློབ་ཕྲུག་ནང་ལ་སྙིང་རླུང་ཡོད་མཁན་མང་པོ་ཡོད་རེད་དེ་འདྲ་གི་ཡོད་སྐྱོ་དེ་ཚོ་ཡས་ནས་སློབ་སྦྱོང་བྱས་བས་ན་ལམ་སང་ལམ་ཚོད་རྗེས་འགྲོ་ཡས་ཆུ་ག་ཚོད་སློབ་སྦྱོང་བྱས་བས་ན་དེ་རིང་ཅག་ནས་སང་ཉིན་རྗེས་འགྲོ་ཡས་དེ་འདྲས་གི་ད་རྐྱེན་མང་པོ་བྱས་ཡས་ནས་གང་བྱས་ད་བསམ་བློ་རྡོག་རྡོག་བྱས་བས་ན་ཡས་ནས་རིག་པས་གི་ད་ནུས་པ་དེ་ཉམས་འགྲོ་ཡས་དེ་འདྲས་གི་ད་ཅིག་ག་དེ་བྱས་ཡས་ནས་ཁ་ཤས་ས་ལ་ཡས་ནས་ད་སྙིང་རླུང་དེ་བལྟས་ཚུ་ད་དྲག་པོ་དེ་འདྲས་ཆགས་ཡས་ནས་ཨེབ་སེན་མཱིན་ཏེད་སི་འདུག་ཁོང་ཚོས་གི

ཨུ་ཀྲེ་ནེ་གི་གནས་ཚུལ་བཤད་འདོད་མེད་ཁ་ཤས་སྙིང་རླུང་ནག་དྲུང་དེ་འདྲ་ཡོང་གི་རེད་ད་ཁོ་སྤྱི་ཚོགས་འདིར་སེམས་ལ་ཚོར་བ་དང་བྱམས་པ་དང་སྙིང་རྗེ་ཡོད་ཚ་བ་ཞུ་བ་ཡང་དེ་འདྲས་ཀྱི་རྐྱེན་བྱས་ནས་ཡོང་གི་རེད་ཨ་ནི་ཁ་ཤས་ཀྱི་ད་ཅིག་གི་ཁ་སོ་རེད་སེམས་པ་མ་སྐྱིད་བ་དེ་འདྲས་ད་ཅིག་སེམས་སྐྱོ་སྣང་ཡོང་ཡ་རྒྱུ་མཚན་དེ་ཁ་ས་ངན་མ་ཞུ་ཡོང་པ་ད་དེ་འདྲས་ཀྱི་ཐོག་ནས་ཨ་ནི་མི་ཁ་ཤས་པས་དེ་ད།